ད་རྗེ་བཙུན་སྒྲོལ་མ་དང་བྲལ་བའི་གྱི་ལོ་བཅུ་དུས་སུ་རིམ་པ་བཞིན་དུ་ཞུ་དང་ཞུ་བཞིན་པ་ཡོད་པའི་གྱི་གྲལ་ལས། རྡ་རིག་གི་ཀ་སུ་བ་པ་དེས། ད་རྗེ་བཙུན་སྒྲོལ་མ་གྱི་མཛད་པ་ཕྲིན་ལས་སངས་ཀྱིས་མི་ཁྱབ་པ་ཡོད་པའི་གྱི་གྲལ་ལས། ད་འཇིགས་པ་བཅུ་དྲུག་ལས་ཁྱབ་པའི་གྱི་ལོ་བཅུ་དེ་དེ་མ་ཞུ་དང་ཞུ་བཞིན་པ་ཡོད་སྲིད་ཤོག་ན་ཡིན། ད་འཇིགས་པ་བཅུ་དྲུག་ལས་ཁྱབ་པའི་གྱི་ལོ་བཅུ་བཅུ་དྲུག་བཅུ་དྲུག་ཐམ་པ་ཡོད་ས་ལས། དེ་ལྔ་ཐམ་པ་གོང་དུ་ཞུ་ཚར་ཡོད་སྲིད་ཤོག་ན་ཡིན། དེ་ཟླ་རེ་དེ་དེབ་མ་འབྲུ་ལས་པས་དེ་དགའ་དེམ་ཆེ་ཞུ་ཚུ་ཚུ་ཆི་མ་ཞུ་ནི་ཡིན་སེ་ཞོ་ལོ་ལ། ད་རྗེ་འབངས་བཅུ་དྲུག་ལས་སྤྱ་ཕིག་གི་ལོ་རྒྱུ་བཅུ་དྲུག་ཡོད་ས་ལས། ད་འབྲུག་པ་དེ་ཡིན་པས་ལ་ད་འབྲུག་པ་དེ་བེ་བ་ཅིན་དགའ་ཆི་མ་སེ་ཞུ་བ་ཅིན། ཆོམ་རྒྱུན་གི་འཇིགས་པ་ལས་སྤྱ་བ་ཟེར་མེ་དེ་ཡིན་པས། ད་ཆོམ་རྒྱུན་གི་འཇིགས་པ་ཟེར་བ་ཅིན་དགའ་ཆི་ལབ་མོ་ཟེར་བ་ཅིན། ད་ཆོམ་རྒྱུན་ཟེར་བ་ཅིན་དགའ་ཆི་ར་ཨ་ཨུ་ཀུ་མིང་དེ་ཟུམ་པས་ཀི་ད་འཇགས་པ།

མནའ་མས་ཟ་མལ་གྱི་ཕྱུགས་ཅི་ཡོད་དོགས་ཡིན་པས། ཨཱ་ནི་ཚོང་དཔོན་དེ་ཉིན་གཅིག་བེའུ་བཏགས་ལུགས། ཁོ་རང་གི་དབུས་སྦ་རུག་ཚ་ཟེར་མིག་གི་ས་ཆ་དེ་སླེབས་པས། དབུས་མ་རུག་ཟེར་མིག་གི་ས་ཆ་དེ་ན་ལུགས། ད་ཚོང་བཅའ་བ་དེ་བདེ་བའི་འཇོན་ནུ་ལ། དེའི་སྐབས་སུ། ད་སེམས་ཅན་སྔ་མོ་དེ་ལུགས། སྔ་མོ་སྟོང་ཕྲག་གཅིག་དང། དེ་བཟུང་བས་ཀྱི་གླང་ཆེན་ལྔ་བརྒྱ་དེ་གཅིག་ལུགས་ཁུ་བྱག་སྐྱེས་པས་དེ་བདེ་བའི་སོང་ནུ་ཟེར་ཞོ་ནི་ལ། ད་ཨཱ་ནི་དབུས་མ་རུག་ཟེར་མིག་གི་ས་ཆ་དེ་ན་སོམ་དང་ལུགས།

བསྲེག་ས་ལས་བསྲེག་བརྡུང་ས་ལས་བརྡུང། ས་ཆ་དེ་ཚོ་ག་ར་ཁྲག་དང་ཤ་དང་རུ་ཏོ་དེ་ཟོར་གྱི་དེ་དག་དགང་ས་ཡོད་པས་དེ་དེ་བས་མཐོང་ནུས་ལ། དེའི་སྐབས་སུ་ལྟ་ནས་ཚོང་དཔོན་དེ་རྣམས་མེ་བསམ་མེད་ཀྱི་སྒྲོ་བཅད་ཐབས་སེམས་མཁའ་རླུང་དངངས་སྐྲག་སྐྱེས་པས་ད་འབད་ཐབས་བཅའ་ཐབས་ག་ནས་མེད་པ། ད་ལུས་དེ་ཀྱི་འདོད་པའི་ཀྱི་སྐབས་སུ། རྗེ་བཙུན་སྒྲོལ་མ་དེ་སེམས་མཁའ་འགྲན་ནུ་ཟེར་བཞུགས་ནུས་ལ། དེ་ལས་རྗེ་བཙུན་སྒྲོལ་མ་དེ་སེམས་ཁ་དྲན་བཞིན་ན་རྗེ་བཙུན་སྒྲོལ་མ་ལུང་སེ་འུ་ཏབ་ཅི་ར། དེ་ཨ་ན་ལུ་ད་ང་ཅི་ཨིན་ཀི་ན་པེ་བ་ཅི་ཨར་མི་ཙོང་མེ་དམག་མི། དེ་ལས་ཤ་ཆི། དེ་ཨ་ན་ལུ་སྤྲུལ་དུས་ཀི་པི་བྱོན་བཞིན་ན་པེ། དེ་ཨ་ནེ་ས་ཆ་དི་ན་ཡོད་པེ་ཀི་ཆོམ་རྐུན་སྟོང་ཁྲ་ཅིག་དེ་ཅི། དེ་ས་ཆ་ཐེམ་ཐེ་ཁ་ལུ་པེ་དེ་བདག་བཏང་ནུང་སེ་བཞུགས་ནི་ལ། དེ་ཨ་ནེ་པེ་བདང་བཏང་བཞིན་ན་པེ་དེ་ཨ་ནེ་ཚོང་བིན་ཆུབ་དེ། དེ་ཨ་ནེ།

དེ་ལས་བདུན་པ་དེ་ཡིན་པས་དེ་བདུན་པ་དེ་སྦལ་བ་བྱིན། བཙོན་ར་ལས་བཅབས་པའི་གི་ལོ་རྒྱུ་དེ་ཡིན་པས་ལ་དྭགས་བཙོན་ར་ལས་བཅབས་ཟེར་བ་བྱིན། བཙོན་ཁང་ནག་ན་ལས་བཅབས་པའི་གི་ལོ་རྒྱུ་དེ་ཡིན་ཟེར་ཞོར་ནི། ད་དེ་ཡང་དགའ་ལྡན་མོ་ཟེར་ཞོར་བ་བྱིན་ཧེ་མ། ད་ཨའུ་ཀུ་མི་གི་དཔོན་པོ་ཅི་ཡིན་པས་ལ་ཨའུ་ཀུ་མི་ཨིན་ཀི་ན་པའི་བ་བྱིན boss ཟེར་བ་མེད་ད་ཨིན། ཨའུ་སྐུ་མིག་གི་སྒོ་ཁྲིབ་ཅི་ཡིན་པས་ལ། ཨ་ནི། ཨའུ་སྐུ་མིག་གི་སྒོ་ཁྲིབ་དེ་གི་ཧོའུ་ལུ་ཨའུ་སྐུ་མི་ལྔ་བརྒྱ་དྲུག་བརྒྱ་དེ་ཅི་དེ་དེ་བའི་ཡོད་དོ་ཡིན་པས། དེ་ལ་ཨ་ནི་ཉིན་གཅིག་པའོ་ད། ཨ་ནི་ཨའུ་སྐུ་མིག་གི་ད། སྒོ་ཁྲིབ་དེ། རྒྱལ་པོ་གཅིག་གི་ཁྱིམ་ན་ལུ། དེ་བང་མཛོད། དེ་ཨ། བཅོམ་ཞིག་ན་བས། དེ་ཨའུ་སྐུ་བ་དེ་དེ་བའི་སོང་ནོ་སེ་ཞོ་ནི། དེའི་སྐབས་སུ། བང་མཛོད་ཀྱི་ན་ན་ལུ། དེ་ད་ང་ཅ་ར་ཆང་ཡོད་བས་ཀྱི། དང། བུམ་པ། དང། དོར་དང་ཆང། ཆང་བཅས་ཐོབ་ནུས་ལ། དང། སྣོད་བཅས་ན་ལོ་ཆང་བཅས་ཡོད་དོ་མི་འང་ནི་ཆང་འདི། དེ། འཐུང། དེ་འང་ནི་ཆང་འདི་འཐུང་བ་ལུ་ཏན་དེ་ཁོ་ར་ར་གཟིག། ར་གཟིག་དེ་གི་བུ་དེ་ལས་ནི་བང་མཛོད་ཀྱི་ནང་ལོ་ར་དེ་གཉིས་ཐད་སོགས་པས། དེ་ལས་ན་བ། འགྲོ་བ་ཧེབ་ད་ལུ། དེ་ཨ་ནི། ག་ཅི་ལོ་རྒྱལ་པོ་གིས། དམག་མི་འདི་སུ་གི་སྲུང་སྐྱབས་འདི་སུ་གིས་མཐོང་ངོ་ཞེས་ན་བས་དེ་ཁོ་བཟུང། བཟུང་ཞེས་ན་བས་དེ་ལས་བཙོན་ཁང་དུ་བཙུགས་བཙོན་ཁང་ན་བཙུགས་ཞེས་ན་བས་སྐམ་ལག་འདི་སོ་ག་ར་ལྕགས་ཐག་གིས་བསྡམས། དེ་ལས་ཁོ་དྲངས་བརྡུང། དེ་རྣམས་ལ་བསམ་མེད་ཀྱི་སྡུག་བསྔལ་ཚད་མེད་བྱས་དེ་དེ་བས་འཇུག་ནོ་ཟེར་ཞུ་ནི། དེའི་སྐབས་སུ་འབད་ཐབས་ལྕགས་ཐག་ག་ལས་མེད་པ། ཏེ་རྗེ་བཙུན་སྒྲོལ་མ་དང་སེམས་དགའ་དྲན་པས་རྗེ་བཙུན་སྒྲོལ་མ་ལོ་སེའུ་བཏབ་ནོ་ཟེར་ཞུ་ལེན་ལ། རྗེ་བཙུན་སྒྲོལ་མ་ལོ་སེའུ་བཏབ་ད་ར་ཀ་ཕྱི་ལོ་བཏབ་ཕྱི་ར་དེ་ལས་ནམ་མཁའ་ལས་མ། འཇའ་ཁ་དོག་སྣ་ལྔ་དང་ལྡན་པ་ཅིག་དེ་ནམ་མཁའ་ལས་མ་འབབ་བཞིན་ན་བས་དེ་ལས་ཁོ་གི་བཙོན་ཁང་ན་ལོ་འོང། དེ་ལས་ཁོ་གི་ལབ་དང་སྐམ་དེ་སུ། ལྕགས་ཐག་ལས་འདམ་ཡོད་མི་དེ་སུ་ག་ར། སྤྲོ་ལ་བཞིན་ན་བས་དེ་ལས། བཙོན་ཁང་གི་སྒོ་ཡང་ཕྱེ། ཕྱེ་བཞིན་བཞིན་ན་བས་དེ་ལས། བཙོན་པ་དེ་དེ་དག། བར་ཆད་ག་ནས་མེད་པ་ཁོ་ར་གི་དབུས་ཁ་ལོ་ལོག་དེ་གི་བའི་ཧུད་ཚུགས་ནུ་འོང་སེ་ཞོ་ནེ་ལ། དེ་ཚེ་གི་ནུ་མོ་ངའི་སྡོད་པའི་སྐབས་སུ་རྨི་ལམ་དུ། དེ་བུམ་སྣ་མའི་བསམ་མེད་གི་གན་ཆགས་སྟག་ཞིག་ན་བའི་ཡིད་དུ་འོང་བ་ཟེ་ཞིང་སྟག་ན་དུག་པ་ཅིག་དེ་རྨི་ལམ་གི་ནང་ན་ལ་འོང་ཞེ་ན་བས། ག་ཅིག་གསུང་ནོ་ཟེ་བ་ཅིན། རྒྱལ་སྲིད་ཆོས་ཀི་ངག་ལུ། བཀའ་དྲིན་བསམ་པ་ཅིན། ཆོས་ར་དང་ཆོས་ར་གི་འཁོར་དང་བཅས་པ། སྔགས་ལྗགས་ཏོག་གི་ཨ་བུ་ཀུ་ནི་གི་ལ་ཨ་དེ་སྤོང་གོ་འོང་ཟེར་བསྡད་པའི་བཀའ་གནང་ནུ་ལ། ཨ་ནི་བཀའ་གནང་བ་ལོ་བསྟན་དེ་དེ་ལས། ཨ་ནི་ཨ་བུ་ཀུ་མི་གི་གོ་ཁྲིབ་དེ་གི་གོ་ར་ད་གོ་ར་གི་ད་འོ་ཀླུ་ཡུལ་མི་གི་འཁོར་ད་བྱས་པ་ཐམས་ཅད་དེ་ཨ་བུ་ཀུ་ནི་གི་ལ་ཨ་དེ་ད་རི་ལས་ང་ཅི་སྤང་ཨ་ཞེས་གནང་བས་ད་དགེ་འོད་གི་ལ་ཀླུ་འབྱུང་ནི་ཨིན་ཟེར་ད་བསྡམ་བྱ་དང་ད་དེ་བས་ལམ་སྟོན་པས་ཞེས་གནང་བས་དེར་ཨ་བུ་ཀུ་ནི་གི་ལ་ཨ་དེ་ཁོ་བོ་བཞག་པས་དེ་དགེ་འོད་གི་ལ་ཀླུ་བཙོན་ནུ་ཟེར་ཞུ་ནི་ལ། ཏེ། ཨ་ནེ་པའི་སྦས་ཤིག་ན་པས། དེ་བཙོན་ཁང་ན་ལས་སྐྱབས་འདུག་ཟེར་ཞོར་ནི། དེ་བཙོན་ཁང་ལས་སྐྱབས་ཕེབས་ཀྱི་ལོ་རྒྱུས་དེ། ཨ་ནེ་པའི་ཨིན་པས་ཟེར་ཞོར་ནི། དེ་ལས་རྒས་པ་དེ་ཨིན་པས། ད་རྒས་པ་དེ་སྦས་བ་ཅན། རྒྱ་མཚོ་རྦ་རླབས་ཀྱིས་འཇིགས་པ་ལས་སྐྱབས་ཕེབས་ཀྱི་ལོ་རྒྱུས་ཨིན་པས། ད་རྒྱ་མཚོ་གི་རྦ་རླབས་ཟེར་བ་ཅན་ཧ་མ་གོ་ག་ནའི་མི་ཡི་མོ་ཞིག་ལ། ད་དེའི་ལོ་རྒྱུས་དེ་ག་ནའི་མོ་ཟེར་ཞོར་བ་ཅན་ཧེ་མ། ད་ཚོང་པ། སྟོང་ཕྲག་ལྔ་དེ་བྱས། དང། ལྷོ་ཕྱོགས་ཀྱི་གཡུལ་ཁ་ལས་པའི། དང། རྒྱ་མཚོ་ཕ་རོལ་དུ། ནོར་བུ། ལས་མ་འབྱོར་ཡིད་ཀྱི་སྐབས་སུ། སྒྲུབ་བོམ་གསུམ་བཟླས་ཅིག། དང། བདག་བདེ་གྱུར་པའི། དང། ནོར་བུ་ལས་མ་འབྱོར་ནོར་ལ། དེའི་སྐབས་སུ་གདམས་པ། དེ་རང་དེ་ནོར་བུ་རིན་པོ་ཆེ་གི་ས་སྒོ་དེ་ན་ལུག་ཧེའུ་ཤི་ན་བས། དེ་ལས་འབྲུ་གསུམ་ཡོད་ས་ལས་འབྲུ་གཅིབ་དེ་དེ་ག་རང་ནོར་བུ་གྱིས་གང། དེ་ལས་ད་རུང་ཨ་ན་ལས་པའི་ཕ་གསུམ་དང་ལུང། ཙན་ལྡན། ཤིང་ངེས་པའི་གི་ས་ཆ་དེ་ན་ལུ་ཧོས་ཤི་ན་བས། དེ་ལས་འབྲུ་ལྕིབས་དེ་གང་རང་ཙན་ལྡན་དམར་པོ་གྱིས། དེ་གང་ནུང་སེ་ཞོ་མེད་ལ། དེ་ཨ་ནེ་བས་གང་ཤི་ན་བས་ལོག་ལྡན། ཁོ་རང་གི་དབུས་ཁ་འོང་བས་ཀྱི་སྐབས་སུ། དེ་ཨ་ནེ་འཇམ་མཚོ་ནང་གི། ད། བདག་པོ་སོགས་མེད་ད་མཚོ་སྨན་སོགས་མེད་གང་ལྟར། རྒྱུ་ནོར་གྱི་བདག་པོ། རྣམ་མེད་ས་ནས་རྩིབས་ཟགས་བདེ་གི་བས། དེ་ལས། རླུང་ཆེན་པོ་གཅིག་བཏང་འདུག་ལ་རླུང་འཚུབ་གཅིག་བཏང་བདའ་ལོ། དེ་ལས་ཨ་ནི་གྲུ་གཟིངས་དང། དེ་སོ་ག་ར་ཐག་རིང་དུ། ཆགས་པ་ཞིག་ན་བས། དེ་ལས། རྒྱ་མཚོ་གི་ཁ་དོག་ཡང་མི་འདྲ་བ་ལས་ཤ།

ཏེ་འདི་ནགས་ལུད་ཡུལ་མིག་གི་ཚོང་པ་ལྔ་སྟོང་སྡེ་གཅིག་ལས་ཏེ་ལ་ལུ་གཅིག་གིས། ལྷ་ཚངས་པ་དང་སྡེ་གསུམ་པས་ལྷ་ཆབ་བཅུ་ཟེར་མེད་དང་ལྷ་དབང་ཕྱུག་ཟེར་མེད་དང་སྡེ་གསུམ་པས་ཟླ་བ་དང་ཉི་མ། སྡེ་གསུམ་པས་ཀྱི་ཀུ་བེ་ར་ལ་སོགས་པ་བདུན་གསོལ་ལོ། ད་ཉིན་མཚན་དུས་འཁྲུགས་དབྱེ་བ་མེད་པར་སེ་འུ་ག་དེ་བས་སྟབས་བདེ་གི་འབོད་ས་ཅི་རུང་དེ་དག་ཕན་མ་ཐོགས་པས་ཟེར་ཞུ་ནི་ལགས། དེ་ལས་ད་ངེད་ཀྱི་ག་ལེར་སྦྲུལ་གྱི་ཐག་པ་དེ་སུའི་ཕྱེས་ཤེ་ན་བས་དེ་ལས་རིན་པོ་ཆེ། དེ་ན་ཡོད་མེད་ཀྱི་རིན་པོ་ཆེ་འདི་སུ་ཡང་གཏོར། དེ་བྱོན་དཔལ་གྱི་ཙན་དན་དམར་པོ་གྱི་ཤིང་དུ་སའི་ག་ར་ཏོ་བཞི་ན་བས་ཏེ་མ་རྒྱ་མཚོ་གི་ནང་དུ་ལ་ཐིམ། ཏེ་ཨ་ན་བས་སྦས་བའི་སྐབས་སུ། ཏ། ཐ་ན་ཏེ་གོ་ར་ཚུ་དོན་མེད་ཀྱི་འབྲུ་གཅིག་འདི་ཡང་ཏེ་མ་རྒྱ་མཚོ་གི་ནང་ན་ལུ། ཏེ་ད་མ་ནུབ་ནི་གི་ས་གོ་དི་ན་དུས་ཚོད་གུ་ཧེབ་ད་ལུ། ཨ་ནི་ཐོམ་པའི་རྔ་སྟོང་དེ་གཅིག་གི་ནང་ན་ལུ། ནང་པ་སངས་རྒྱས་དཔལ་གྱི་དགེ་བསྙེན་གཅིག། ནང་པ་སངས་རྒྱས་དཔལ་གྱི་ཆོས་ལུ།

དེ་ལས་འདུ་འཕྲོས་ལས་ར། ཨ་ནི་སྔགས་འདི་གཟུངས་སྔགས་འདི་མ་བགྲང་མ་ཐག་ཏུ། དེ་ལས་རླུང་འཚུབ་ཅིག་འབྱུང་ཞེ་ན་བས། དེ་ལས་ཨ་ནི་རླུང་འཚུབ་འདི་གིས་བདས་ཤེ་ན་བས་ཏེ་གོ་ར་ཚོལ་གིས་འབྲུ་འདི། ནུམ་གཅིག་གིས་ནང་ན་ལོ་ཏེ་གོ་ར་ཚོལ་གིས་ས་གོ་འདི་ན་ལོ་ཧོད་བས་ཏེ་བདེ་བའི་སྐད་བཞག་ནོ་སེ་ཞུ་ནི་ལ། དེའི་སྐབས་སུ་ཁོ་རང་ཚོལ་གིས་ཐོ་བི་གིས་རིན་པོ་ཆེ་དང། འདི་འཛོམ་པའི་ཙན་དན་དམར་པོ་གིས་ཤིང་འདི་ཚོལ་ཡང་རླུང་གིས་ཚུགས་བདས་ཤེ་ན་བས་ཏེ་ཅི་ཁ་བས་འཛོམ་ཤེ་ན་བས། དེ་ཁོ་ར་སོགས་ཐོབ་པས་དེ་དད་པའི་སྦས་ནོ་ཟེར་ཞོ་ནི་ལ། ཨཱ་ནད་པའི་སྦས་ཤིག་ན་བས། དེ་འཇམ་སོགས་རྦ་རླབས་འཁྲུགས་པས་ཀྱི་འཇིགས་པ་ལས་དེ་རྗེ་བཙུན་སྒྲོལ་མ་ཀྱིས་ཚོང་པ་ལྔ་སྟོང་བསྡད་ཅིག་དེ་ཨཱ་ནད་པའི་སྐྱབས་གནང་ནོ་ཟེར་ཞོ་ནི་ཡིན་ལ། ད་མགུ་བ་དེ་ཡིན་པས་ད་མགུ་བ་དེ་བས་བ་ཅིང་ཤ་ཟའི་ཀྱི་འཇིགས་པ་ལས་བཅའ་བ་ཟེར་མི་ཀྱི་ལོ་རྒྱུ་གཅིག་ཡིན་པས། ད་ཤ་ཟ་ཟེར་བ་ཅིང་མ་བྱེད་ར་ད་ཤ་ཟའི་ཀྱི་སེམས་ཅན་ད་ད་མ་བྱེད་ཀྱི་ཙོང་ཁ་ན་བས་བ་ཅིང་ད། འབྲས་སེར་འོ་མའི་དང་གདོན་འབྲས་ཡིན་ལ་དོན་འབྲས་འབྲས་ཕྱི་ལོ་བསླབ་པའི་དང་ཤ་ཟ་གི་འབྲས་མོང་སེར། ད་དེའི་ལོ་རྒྱུས་དེ་དགའ་ལྡན་མོ་ཟེར་བ་ཅིག་ཧེ་མ། ད་ང་ཆེ་ན་བྱ་གག་ནང་ལོ་ཡིན་པས་ལ་ད་བྱ་གག་གི་ཤག་ཤོ་ཁ་ཏུ་ལོ། དེ་ད་གཙུག་ལག་ཁང་ཅིག་ནང་པགས་ཀྱི་ནང་པགས་སངས་རྒྱས་པད་ཀྱི། ད་དགོན་པ་ཅིག་དེ་དེ་བའི་ཡོད་དོ་ཡིན་པས་ཨ་ནི་དགོན་པད་ཀྱི་ནང་ན་ལོ། དེ་ད་དགེ་སློང་ལས་ཤག་ཅིག་ད། མ་འབྱོར་རམ། ཐེག་པ་དམན་པ་ཟེར་བ་མེད་ད་དོ་ད་དོ། མ་ཟེར་ཧི་ན་ཡ་ནག་གི་དགེ་སློང། ལས་ཤག་ཅིག་འདི་ན་ལོ་བཞུགས་དེ་ཡོད་དོ་ཡིན་པས། ད་ཨ་ནེ་གི་སྐབས་སུ། ད་ཕྱི་རུ། དེ་ད་གཙུག་ལག་ཁང་གི་ཕྱི་ཁ་ལུ་ངའི་སོ་ད་དགྲ་བོ་ཅི་བས་འཇོག་ད་ར། ད་དགེ་སློང་རེ་རེ་རེ་རེ་བས་ཤི། ད་གནོད་པ་སྐྱེས་དེ་གི་བས། ད་ཨ་ནེ་གཙུག་ལག་ཁང་དེ་ན་ཡོད་པའི་གི་དགེ་སློང་ཧ་ལམ་ཅི་མ། རབ་ཆེ་ནི་གུ་ར། རྫོང་ནི་ཏི་གུ་ར་ཧེ་སུ་ནོ་ལ། དེ་ལས་ནུམ་གཅིག་བེའུ་དང་ལོ། ཉན་ཐོས་དགེ་སློང་དགེ་ཚུལ་གཅིག་བདག། དགེ་ཚུལ་གཅིག་བདག་ནི་ཁམས་གསང་དང་བྲའོ་གཅིག་པའི་འཆི་ཁ། ལྗོན་པའི་གི་སྐབས་སུ་བདག་འདི་ལོ། ཤ་ཟ་བྲེ་མོ་གཅིག་འབྱུང་ངུ་ཞིག་ན་བས། ཤ་ཟ་བྲེ་མོ། གྲོ་སི་སི། རྔམ་ཏོ་ཏོ་གཅིག་ཐོན་ཞིག་ན་བས། དེ་ཨ་ནི། དགེ་ཚུལ་འདི་གི་གུ་དོ་ཁ་ལི་ཟུང་ངུ་ཞིག་ན་བས། དེ་གནོད་པ་སྐད་ནི་བེའུ་དང་ལོ། དང། ཁོ་ཡི་སེམས་ཁ་ལོ། དང། ཐེག་པ་ཆེན་པོ་གྱི་ནང་ན་ལོ། རྗེ་བཙུན་སྒྲོལ་མ་ཚད་མེད་ཀྱི་ཡུལ་དང་འཁོར་ལོ། ཏེ་ངག་གི་སྐྱབས་དང་གྱོན་ཚལ་བ་ཅིན་སེ་ནོག་སང་ཏང་ཞིན་ན་བའི། ཏེ་རྗེ་བཙུན་སྒྲོལ་མ་ལོ་སྐྱབས་ཚུལ་ནོ་སེ་ཞུ་ནི་ལ། ཨང་ནི་རྗེ་བཙུན་སྒྲོལ་མ་ཀྱི་ཚལ་འདི་བོན་ཞིན་ན་བའི། རྗེ་བཙུན་སྒྲོལ་མ་ལོ་སྐྱབས་ཚུལ་ཨུ་ཅི་ར་ཏེ་ཨང་ནི། དུང་དུང་ཁ་ལོ། ལྷ་མོ། ཏེ་དགའ་སྣབས་ཀྱི་བདེ་བའི་ཁྱུང། ལྷ་མོ་སྣ་མོ། ཁྲོ་གི་རྣམ་པ་ལོ་སྦས་ཞིན་ན་བའི། ཏེ་ལ་ཆ་ལོ། རལ་གྲི། ད་ང་ཚོས་དགེ་ཆུ། ཅེས་འབའ་ཞིག་རྣམས་པས་འོང། ཨ་ནི་འབའ་འོང་འབའ་ལ། འབའ་འོང་ཀ་ཕྱིར་འབྱུང་འབའ་ལུ་བསྟན་ཏེ། ཏེ་ཨ་ནི་ཤ་ཟ་མོ་དེ། ཏེ་ད་འཇིགས་སྐྲག་དང། དངངས་སྐྲག་དེ་སོགས་སྐྱེས་ཤིག་རྣམས་པས། དེ་ལས། དགེ་ཚུལ་འདི་ལོ། བཟོད་གསོལ་བཤགས་པ་ཕུལ་ཤིག་རྣམས་པས། དེ་ལས། ས་ཡི་འོག་ལས། བུམ་པ། མུ་སྟེགས་ཀྱི་སྒང་བ་ཅིག། ཏེ་ཨ་ནི་དགེ་ཚུལ་འདི་ལོ་ཕུལ་ནུ་འོང་སྲིད་ཞུ་ནི། དེ་ལས་བདུད་དེ་ནས་བཟུང་སྟེ་ཏེ་ཨ་ནི་གཙུག་ལག་ཁང་དེ་ན་ལོ། དེ་གནོད་པ་དེ་རྒྱུན་ཆད་པའི་བའི་ཕྱིར་ན་ད་ནི་གཙུག་ལག་ཁང་དེ་ན་ལོ། དེར་སྔགས་རེ་གསུངས་པས་ཁ་དོག་དོག་སྐྱིད་སྟོང་སྟོང་གི་ངང་ནོ། དེ་ལྟར་དགེ་འདུན་གྱི་སྡེ་དེ་དེ་སྡེ་པའི་སྐྱོང་ཚུལ་ནོ་སྲས་གཞུང་ནི་ཡིན་ལ། དེ་ལས་ད་བཅུ་པ་དེ་ཡིན་པས་བཅུ་པ་དེ་མཛེ་ནད་ཀྱི་འཇིགས་པ་ལས་སྐྱོབ་པ་དེ་ཡིན། ད་མཛེ་ནད་བསལ་བ་ཕྱིར་མ་ཁྱིམ་ཁ་ཆེ་མིན། ང་ཅི་རེད་ཀྱི་ཧེ་མ། དང་དྲུག་གླུ་དབྱངས་དང་མཛེས་གནས་ལེགས་བཤད་བཅས་ཡོད་དཔལ་གྱི་ལོ་རྒྱུས་དེ་ཧེ་མ་ང་ར་ཕྱོགས་སུ་མཆིས་པའི་དུས་བདག་ལུགས་གོ་ཡི་ལ། ད་འང་ནི་མཛེས་གནས་དེ་གི་འཇིགས་པ་ལས་སྐྱོབ་དཔལ་གྱི་ལོ་རྒྱུས་ཡིན་པས། ད་འདི་ག་དད་མོ་སེ་ཞུ་བ་ཅན་ཧེ་མ། ད་དབུས་ཀུ་མ་ར་ཅི་མི་གི་ས་ཆ་ཅི་ཡོད་དོ་ཡིན་པས། ད་ཨ་ན་ལུ། བྲམ་ཟེ། ད་ལྟ་ཕྱི་རུ་མུ་ཏིག་བར་གྱི་ཆོས་སྦས་མི། བྲམ་ཟེ་ལེགས་བཤད་བཅས་ལུ་ལས་ཀྱི་དབང་གིས་པས། སྔོན་གྱི་ལས་ཀྱི་དབང་གིས་པའི་རྫས་ནི་ཕོག་ནོ་སྲིད་གཞུང་ནི་ལ། དེ་ཡང་ནི་རྫས་ནི་དེ་གི་ཕོག་ཤི་ན་པའི་དེ་ལས། ད་ཕན་ཚུན་གཅིག་ལུས་གཅིག་བགོ་ཤི་ན་པའི། གཅིག་ལུས་གཅིག་བགོ་གཅིག་ལས་གཅིག་བགོ་དེ་གི་པའི་བྲམ་ཟ་ལྔ་བརྒྱ་དེ་གཅིག་ལུས་དེ་རྫས་ནི་ཤུ་བེ་ར་སྟེ་དེ་པའི་ཕོག་ནོ་སྲིད་གཞུང་ནི་ལ། ཡང་ནི་ཕོག་པ་ལུས་རྟེན་དེ་གི་པའི་དེ་ལས་ཁོང་དེ་སུ་གཉེན་ཉེ་འཁོར་དེ་སུ་གི་ཡང་རྒྱབ་ཏུ་བཅུག། དེ་བཟུང་པའི་གི་སྨན་པ་དེ་སུ་གི་ཡང་རྒྱབ་ཏུ་བཅུག་ཤི་ན་པའི། དེ་ལས་བདག། སྐུ་བཞག་བས་དེ་བདེ་བའི་བེ་ནུ་སེ་ཞོ་ནི་ལ། དེ་ལས་བདག་ཁོང་ཚོ། ད་གཟའ་ནི་ཐུག་ནི་དུས་སུ་ལས་ཡང་ད་བསྐང། ལ་ཁ་བཏང་བས་ཀྱི་སྐབས་སུ་ཡིན་པས་དེ་ལས་བདག། ཁོང་ཚོ་ཕྱི་ཁ་ལས་བ། སློང་མོ་དེ་ཀྱི་བའི་ཇོ་བའི་སྐབས་སུ། ད་ལམ་ཁ་ལུ། རྗེ་བཙུན་འཕགས་མ་སྒྲོལ་མ་ཀྱི། སྐུ་འདྲ་གཅིག་དེ་བདེ་བའི་མཐོང་ནུ་ལ། ད་རྗེ་བཙུན་སྒྲོལ་མ་ཀྱི་སྐུ་འདྲ་དེ་ད་ལྟ་མདོ་ཀྱི་སྐུ་གཅིག་ཡིན་པས་ལ། ཨ་ནི་རྗེ་བཙུན་སྒྲོལ་མས་ཀྱི་རྡོ་སྐུ་གཅིག་མཐོང་ཞིང་ན་བས་ཏེ་ཨ་ནི་རྗེ་བཙུན་སྒྲོལ་མས་ཀྱི་རྡོ་སྐུ་འདི་ལོ་བདེ་བ་སྐྱེ་ཞིང་ན་བས། དེ་ལས། བྲམ་ཟ་ལྔ་བརྒྱ་ཀྱིས་གསོལ་བ་བཏབ་འདུག་ལ། གསོལ་བའི་སྐབས་སུ་སྒྲོལ་མ་ཀྱི་ཕྱག་ལས། དེ་ལས། སྨན། གྱི་བདུད་རྩི་ཕྱི་མ་བབས་ཤིང་ན་བས། ཨ་ནི་སྨན་གྱི་བདུད་རྩི་དེ་ཀྱིས་བྲམ་ཟ་ལྔ་བརྒྱ་དེ་ཅིག་ད་སུ་ཁ་ལུ། ཆུ་ཕྱུགས་པའི་བོན་ད་ལུ། དེ་རྫས་གནས་དེ་རིམ་པ་བཞིན་དུ་བས་ཞི་ཞིང་ན་བས། དེ་ལས་ཁོ་རང་གི།

དེ་ལས་འདིའི་འཕྲོ་མཐུད་དེ་དེ་དུས་འདྲ་ཤུ་མ་ལུག་དེ་གཟིགས་དེ་གི་བའི་བཀའ་དྲི་བཅག་ནའང་ཟེར་ཞུ་མེད་ལ། དེ་ལས་བདག་ནམ་རྒྱུན་དུ་ཞུ་དོགས་ཟུམ་པས། དེ་བདག་རང་གི་ཡང་གཟིགས་བས་གི་ཐ་མ་ལུག། གཞན་ཕན་གི་བསམ་པ་ཀུན་ནས་ལངས་ཤིང་ན་བའི་འདུམ་འདྲ་རེད་ཞེ་ན་གཞན་ལུག་ཡང་དེ་ལོ་ཉུལ་ཐུང་ཁུག་དེ་པས་དེ་གི་བའི་བཀའ་དྲི་བཅག་ནའང་ཟེར་དེ་བས་ཞུ་མེད་ལ་ལ་སོགས་བཀའ་དྲི་ཆེ་དུ་འདྲ་ཤུ་མ་བྱེད་འོང་ལ།